བོད་ཀྱི་གསོ་རིག་ལུགས་ཟུང་སྨན་དཔྱད་ཁང། བོད་ཀྱི་གསོ་རིག་ལུགས་ཟུང་སྨན་དཔྱད་ཁང་ཞེས་པ་འདི་ནི་སྨན་པ་དགེ་བཤེས་ཕུར་བུ་ཚེ་རིང་མཆོག་གིས་ཐོག་མར་གསར་དུ་བཙུགས་ཤིང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་བོད་ཀྱི་གསོ་རིག་ལུགས་ཟུང་སྨན་དཔྱད་ཁང་ཞེས་མཚན་གྱི་བྱིན་རླབས་བསྩལ་ཞིང། སྨན་ཁང་དེའི་སྟེང་རྒྱལ་དུ་གསེར་ཟངས་ལས་གྲུབ་པའི་རྒྱ་བོ་ཚེ་དཔག་མེད་ཀྱི་སྐུ་བརྙན་དང། སྐུ་ཐང་བྱིན་རླབས་ཅན་ལ་མཚན་རྟགས་རིན་པོ་ཆེ་བཞུགས་པའི་སྟེང་རྒྱལ་སྲིད་ན་རྙེད་པར་དཀའ་བའི་གསུང་གི་སྣང་བ་ཐོབ་ཞིང་རྗེས་སུ་བཟུང་བའི་བོད་ཀྱི་སྒོ་བསྟེན་སྨན་ཁང་ཞིག་ཡིན། གོང་ས་མཆོག་ནས་བོད་ཀྱི་གསོ་བ་རིག་པའི་རྨང་གཞིའི་ཐོག་སྨན་ལུགས་གཞན་ནང་འདྲེས་ཀྱིས་བོད་ཀྱི་གསོ་བ་རིག་པས་འགྲོ་བ་མིའི་སྤྱི་ཚོགས་ལ་རླབས་ཆེན་གྱི་ཞབས་འདེགས་བསྒྲུབ་ཐུབ་པ་ཞིག་བྱོས་ཤིག་ཅེས་བཀའ་སློབ་ཐེངས་མང་ཕེབས་པ་ལྟར། མེ་ཏོག་ཆུང་ཡང་མཆོད་པའི་རྫས་ཞེས་པའི་དཔེ་ལྟར་སྨན་ཁང་དེའི་བཀའ་སློབ་དེ་ཉིད་སྙིང་བཅངས་ཡིད་པའི་ཐོག་ནས། དེང་རབས་རྟ་ཐིམ་པའི་ཕྱི་ནང་གི་རྒྱུ་རྐྱེན་འཛོམས་ཤིང་འགྲོ་འདུག་སྟབས་བདེ་བ། བཀོད་པ་ལེགས་ཤིང་ཉམས་དཀར་བ་སོགས་ཀྱི་ཁྱད་ཆོས་བསྐྲུན་ཡོད། མདོར་ན། བོད་ཀྱི་གསོ་རིག་རྒྱུད་བཞིའི་སེང་གེའི་གཡུ་རལ་ལ་མི་འགྱུར་ལྷུན་གྱིས་གྲུབ་པའི་རྒྱབ་རྟེན་བརྩེན་པའི་སྟེང། གཞན་ལུགས་གཡུ་ཡི་ཕྲ་འཛོམས་རྒྱན་དུ་སྤྲས་ཏེ། འགྲོ་བ་སུ་ཞིག་ཡིན་རུང་ནད་ཀྱི་གཡུལ་ས་དང་སྡུག་གི་གཡང་ས་ནས་བདེ་བའི་ཐང་དུ་འདྲེན་པའི་འབད་བརྩོན་དང་དམིགས་ཡུལ་བཅངས་ནས། སྤྱི་ཚོགས་ཞབས་ཕྱིའི་གོམ་པ་གསར་པ་ཞིག་གདིང་དུ་སྤོ་བཞིན་ཡོད། སྨན་ཁང་དུ་ཡོད་པའི་དཔྱད་ཐང་ནི། ལང་ལུམ། ལང་ལུམ་ཟེར་བ་ནི་བོད་ཀྱི་གསོ་རིག་རྒྱུད་ཆེན་ནང་གསལ་བ་ལྟར། ཆུ་རྐྱང་མོ་བསྐྱོད་པའི་རླངས་པ་དང། སྨན་ཆུ་བསྐྱོད་པའི་རླངས་པ་གཉིས་ཀྱི་ཕན་ནུས་མི་འདྲ་བའི་ཐོག་ནས། ཕྱི་ལུས་ཀྱི་ནད་དང་ནང་སེམས་ཀྱི་ངལ་དུབ་སེལ་བྱེད་ཀྱི་སྦྱངས་འབེལ་བཅས་ལང་ལུམ་ཞེས་པ་དེ་ཡིན། ཆུ་ལུམ། ཆུ་ལུམ་ཟེར་བ་ནི་བོད་ཀྱི་གསོ་རིག་རྒྱུད་གཞིའི་ནང་གསལ་བ་ལྟར། ཆུ་རྐྱང་མ་བསྐྱོད་པ་དང་སྨན་ཁུ་གཉིས་ཀྱི་དྲོད་ཚད་རན་པོ་ཞིག་གི་ནང་དུ་ལུས་བརླན་པར་བཞུགས་ནས་ཁྲག་གི་འཁོར་རྒྱུག་སོགས་ཕན་ཡོན་མང་དུ་སྟེར་བའི་འཇམ་དཔལ་བཅས་ཆུ་ལུམ་ཞེས་པ་དེ་ཡིན། སྐུ་བརྙན། སྐུ་བརྙན་ཟེར་བ་ནི་བོད་ཀྱི་གསོ་རིག་རྒྱུད་བཞིའི་ནང། སྣུམ་དང་མར་སོགས་རྐྱང་པའམ། ཡང་ན་སྔོ་སྨན་རིགས་བསྲེས་ནས་ལི་ལ་བསྐུ་བའམ་བྱུགས་ནས་ཤ་རིམས་དང། ཆུ་རྒྱུས། པགས་པ། ཁྲག་རྩ་དང་རྩ་དཀར་རྣ་བ་སོགས་ལ་ཁུ་ཚུར་དང་ལག་མཐིལ་གྲུ་མོ་སོགས་ཀྱིས་ནད་དམིགས་སུ་བསྣུར་བའམ་འཕུར་བ། མཉེན་པ་སོགས་ཀྱིས་ཕྱི་ཤ་རིགས་དཔའ་གསུམ་དང་ནང་འབྱུང་བ་རླུང་ཁམས་སྙོམས་པ་སོགས་ཕན་ཡོན་ལྷག་ཏུ་ལྡན་པའི་འཇམ་དཔལ་ཆེས་བྱུག་པ་ཞེས་པ་དེ་ཡིན། སྐམ་ཁབ། སྐམ་ཁབ་ཞེས་པ་ནི་ཀླད་པ་གཙོ་བོར་བྱེད་པའི་ནང་དོན་ངོ་ནི་རུ་དང་འབྲེལ་བའི་ཕྱི་ཡན་ལག་གི་རྩ་དང། བྱང་ཁོག་སྟོད་སྨད་དང་འབྲེལ་བའི་རྩ་རྒྱུད་ཀྱི་གསང་དམིགས་རྣམས་ལ་ཁབ་བརྩམས་ནས། རྩ་རྒྱུད་བྱེ་བྲག་པ་སོ་སོ་དང་འབྲེལ་བའི་དོན་གནད་ཀྱི་ནད་དང། གསང་མིག་བྱེ་བྲག་པ་གཅིག་གི་ཉེ་འཁོར་གྱི་ནད་སོགས་སེལ་བར་བྱེད་པའི་དཔྱད་གཞི་ལ་སྐམ་ཁབ་ཟེར། གནས་ཉའམ་ཐུན་ནག། གནས་ཉའམ་ཐུན་ནག་ཟེར་བ་ནི་ཀྲུང་ལུགས་ཀྱི་སྲོལ་རྒྱུན་ནས་དར་ཁྱབ་ཆེ་བའི་སྨན་བཅོས་ལག་རྩལ་ཞིག་ཡིན། དེ་ནི་གཙོ་བོ་གཤེར་རིམས་དང། རྩ་རྒྱུད། རིད་པ་སོགས་ཀྱི་ངོས་ཆ་སྙོམས་ཡིན་མིན་ལ་བརྟེན་ནས་ན་ཚ་གང་ནས་ཡོང་མིན་དང། གནོད་རྐྱེན་གང་དུ་བྱུང་མིན་བཅས་ཀྱི་རིག་པ་ལ་བརྟེན་ནས། གྲུ་མོ་དང་གཤིན་རྗེ་སོགས་ཀྱི་གནས་ནས་གང་དུ་ཆ་སྙོམས་མེད་པའི་གནས་སུ་གཉེར་ནས། ཕྱིས་ཡང་ན་རླུང་འགྲོ་སངས་ནས་ལུས་ལ་བདེ་བ་སྟེར་བའི་དཔྱད་ཞིག་ལ་གནས་ངེས་ཟེར། རུས་རིགས་ནི་ལུས་ཀྱི་སྒལ་ཚིགས་གཙོ་བོར་གྱུར་པའི་རུས་པའི་གནས་དང། ཚིག་བཞི་ཆེ་ཆུང་བར་གྱི་གནོད་འཚེར་དང་ཟུག་གཟེར། ཚིག་གི་བང་རིམ་གྲོང་པོ་མིན་པའི་དབང་གིས་ལུས་ཀྱི་བཟོ་དབྱིབས་འཁྱོག་པོར་ཆགས་པ་སོགས་ཀྱི་དཀའ་ངལ་རྣམས་ལ། རུས་པ་རང་གནས་སུ་འཇུག་པའམ་རུས་པའི་བར་གྱི་རླུང་གི་གནས་ཤུགས་ཕྱིར་འདེམས་པ་སོགས་ཀྱི་དཔྱད་གཞི་ལ་རུས་འདྲིས་ཟེར། གཏར། གཏར་ཞེས་པ་ནི་བོད་ཀྱི་གསོ་བ་རིག་པའི་ཐུན་མོང་མ་ཡིན་པའི་དཔྱད་གཞི་ཡིན་པ་དང། དེ་ཡང་གནའ་བོའི་དུས་སུ་དམངས་ཁྲོད་སུ་དར་ཁྱབ་ཆེན་པོ་ཡོད་པས། མི་ཙམ་མ་ཡིན་པར་དུད་འགྲོ་སེམས་ཅན་གྱི་ནད་ངན་ཕྱིར་དབྱུང་བའི་ཐབས་ལམ་ཕུལ་དུ་བྱུང་བ་ཞིག་ཡིན། མིའི་ཕུང་པོའི་ནང་དུ་ནད་མང་པོ་ཞིག་ཟུངས་ཁྲག་རྙོག་མར་གྱུར་ནས་ལུས་ཀྱི་སྟོད་སྨད་བར་གསུམ་ཀུན་ཏུ་ནད་ཀྱི་རི་བོ་སྐྱེད་པར་བྱེད། དེར་བརྟེན། ངན་ཁྲག་ཡིན་མིན་ཁྲག་སྒྲའི་རིག་པར་བརྟེན་ནས། ངན་ཁྲག་ཡིན་ན་ནད་དང་འབྲེལ་བའི་གཏར་གྱི་སྲང་མིག་ལ། ཆ་བྱད་ཕལ་ཆེ་སྟེ། ངན་དྲག་ཕྱིར་དབྱུང་བའི་རྩུབ་པའི་ལྕེ་ལ་ལྟར་གཟེར། ང་ཚོའི་སྨན་ཁང་དུ་བོད་ཀྱི་གསོ་བ་རིག་པའི་ནད་བཅོས་ཀྱི་ལམ་སྟོན་གཞིར་བཟུང། བོད་སྨན་གཙོ་བོར་གྱུར་པའི་ཐོག། དཔྱད་དུ་སྨན་གྱི་རླངས་ལུམ། སྨན་གྱི་ཆུ་ལུམ། སྐུ་བརྙན། དུག་པ། གཏར་བཅས་ཀྱི་སྟེང་དུ། གཞན་ལུགས་སྐམ་ཁབ་དང། རུས་དྲི། གནས་ཉེ་བཅས་ཀྱི་ལག་ལེན་ལྡན་ཡིན་པས་རྒྱ་ཆེ་བའི་གཟིགས་པ་པོ་རྣམ་པ་དང། ནད་ཀྱིས་མནར་བའི་སྐྱེ་འགྲོ་ཀུན་གྱིས་དོ་ཁུར་དང་རྒྱབ་སྐྱོར་གནང་རྒྱུ་མ་རྙེད་པ་གནང་རོགས།